བཞིན་སྟོང་པ་རྒྱས་འདེབས་དུ་བཤད་པར་གདའ། ཨ་རེ་སྟོང་པ་རྒྱས་འདེབས་འོ། ག་ལེར་ཚེག་བཤད་ག་རེ་ཟེར་ན། རྣམ་ཐར་སྒོ་གསུམ་གྱི་སྒོ་ནས་འཇུག་པ་དེ་བཤད་པ་ཡིན་ན་རྣམ་ཐར་སྒོ་གསུམ་པོ་དེ་ལ། ཨ་རེ་བ། ངོ་བོ་ལ་དགག་བྱ་ག་ཚད་བཀག་ཟེར་ན་དགག་བྱ་གཅིག་རང་བཤད་པ་རེད། ཤེས་རུལ་བས་ཆོས་ཐམས་ཅད་སྟོང་པ་ཉིད་དོ་ཟེར་ག་ལ་ཆོས་ཐམས་ཅད་ཀྱི་སྟེང་དུ་དགག་བྱ་གཅིག་བཀག་པའི་སྟེང་རང་བཞིན་གྲུབ་བ། བཀག་པའི་རང་བཞིན་གྱིས་མ་གྲུབ་པའི་སྟོང་པ་ཡིན་ལ། རེ་བ་ཆོད་ངོ་བོ་ལ། འོ་ན་རྒྱུ་ཡི་སྟེང་དུ་དགག་བྱ་ག་ཚོད་བཀག་ཨ་རེ་ཟེར་ན་དགག་བྱ་ལྔ་བཀག་པ་ཆེ། གཞུང་ག་རེ་བཞག་གོ་རེ་ཟེར་ན། མཚན་ཉིད་མེད་པ་མ་སྐྱེས་པ་མ་འགགས་པ་དྲི་མ་མེད་པ་དྲི་མ་དང་བྲལ་བ་ཟེར་བ་དེ་དགག་བྱ་ལྔ། དགག་བྱ་ལྔ་བོ་དེ་བཀག་ལུགས་བཀག་དང་ག་ཚོད་བཀག་པ་ཟེར་ན། རྒྱུའོ། ར་བ། རང་བཞིན་གྱིས་གྲུབ་པའི་མཚན་མ་མེད་པར་ཤེས་ནས། ཨ་ནི་འབྲས་བུ་ཡིན་ན་ཡང། རང་བཞིན་གྱིས་སྐྱེ་བ་མེད། ཨ་ནི་འགག་པ་མེད། དེ་འདྲ་བའི་འགག་པ་དང་སྐྱེ་བ་མེད་པའི་ཐད་ནས་ཀུན་ཉོན་གྱི་ཆོས་ཐོ་ཚོགས་ཡང་དྲི་མ་མེད། དྲི་མ་ཀུན་ཉོན་ཡོད་ཆོས་ལ་བཞག་ནས་དེ་ཚོ་ཡང་རང་བཞིན་གྱིས་མེད། རེ་བ། དྲི་མ་དང་དྲྭ་བ་ཟེར་བའི་ག་ལ་རྣམ་གཞག་གི་ཆོས་ལ་བཞག་ནས་དེ་ཚོ་ཡང་རང་བཞིན་གྱིས་གྲུབ་པའི་མཚན་མ་མེད་ཟེར་བཤད་ནས་འོ་དགག་བྱ་ལྔ། རེ་བ། རྒྱུ་ཡི་སྟེང་དུ་དགག་བྱ་ལྔ་བཀག་ནས་བཤད། འབྲས་བུ་སྨོན་པ་མེད་པ་དེ་ལ་དགག་བྱ་གཉིས་བཀག་ནས། ཁྲིའི་ཁྲི་བ་མེད་པར་གང་བ་མེད་པའོ། ཁྲི་བ་ཟེར་རེ་ཀ་ལ་མ། ཉམས་པ་དེ་དམའ་རུ་སོང་ནས་རང་བཞིན་གྱིས་གྲུབ་ནས་དམའ་རུ་སོང་བའི་དང་ཡང་རང་བཞིན་གྱིས་གྲུབ་པ་ཡང་མཐོ་རུ་སོང་བ་དེ་འདྲ་ཡོད་བ་མ་གང་བ་མེད་པའོ། དེའི་ཕྱིར་འབྲས་བུ་དམན་པ་མེད་པ་ལ་དགག་བྱ་གཉིས་བཀག་ནས་བཤད་དོ་ན་སྙིང་པོ་དེ་དགག་བྱ་བརྒྱད་བཀག་ཡོད་དེ། ངོ་བོའི་རྟགས་དང་དགག་བྱ་གཅིག། རྒྱུ་ཡི་རྟགས་དང་དགག་བྱ་ལྔ། འབྲས་བུའི་རྟགས་དང་དགག་བྱ་གཉིས་བཀག་ནས་ད་སྟོང་པ་བརྒྱད་དེ་དགག་བྱ། བྱེད་པོ་དེ་བཀག་པ་སྟོང་པ་བརྒྱད་འདི་དུ་གྲགས་པའི་སྒོ་ནས་དེ་རྣམ་ཐར་སྒོ་གསུམ་ལ་འཇུག་པར་བཤད། རྣམ་ཐར་སྒོ་གསུམ་པོ། ངོ་བོ་རྒྱུ་འབྲས་བུ་གསུམ་བཞག་ནས་དེ་གསུམ་པོ་སྒོ་གསུམ་པོ་དེ་ལ་དགག་བྱ་བཀག་སྟངས་དང་ནི་མི་འདྲ་བ་དེ་ནི་རྩ་བཞི་ཤེས་རབ་སྙིང་པོའི་ཚིག་ཁུར་ཡོད་སྟངས་ནི་འོག་ཏུ་བཤད་ནས་བཤད་རྒྱུ་རེད། ཐ་དད་ཤེས་རབ་སྙིང་པོ་སྐྱོང་མཁན་གང་ག་ལ་ཚིག་དེའི་སྟངས་ནི་ལབ་སྟངས་ཀྱི་དེ་དོན་དག་དེ་འོག་ཏུ་ངེས་པ་དེ་བསྟན་དགོས་རེད། ཁོ་རང་ཚོ་འདོན་པའི་སྒང་ལ་བསམ་བློ་གཏོང་ཡས་ལ་བ་དེ་དགོས་གི་རེད། དོགས་པ་བཅད་ནས་ཡོང་ཡས་དེ་འོ་ད་རྒྱ་ཆེར་གཏོང་ཡས་དེ་ཁག་པོ་རེད་དེ་ཚེ་སྙོད་གཞུང་ལ་སྦྱང་པ་ཡོད་མཁན་གྲངས་མེད་བཞི་མེད་ཡོང་ཡས་མེད་བ་རེད་དེའི་ཕྱིར་འགྲོ་རྒྱུ་རེད་ད་དེ་རྣམས། ཨ་ཧ་ཧ་ཧ་འོ་ཐུགས་ཆེ། དང། དེའི་མཚམས་ནས་ནི་མདའ་འདེགས་སོང་བ་རེད། ཤཱ་རིའི་བུ་ཟེར་ཡང། དེ་ལྟ་བས་ན་སྟོང་པ་ཉིད་ལ། གཟུགས་མེད་ཚོར་བ་མེད་འདུ་ཤེས་མེད་འདུ་བྱེད་རྣམས་མེད་རྣམ་པར་ཤེས་པ་མེད། དང། ལྟ་སྒོམ་ལམ་ལ་འཇུག་ཚུལ་བཤད་པ་རེད། མཐོང་ལམ་གྱི་གནས་སྐབས་ལ། དགག་བྱ་བརྒྱད་བཀག་པས་སྟོང་པ་བརྒྱད། རྒྱས་འདེབས་དུ་གྲགས་སྟོང་པ་རྒྱལ་པོ་སྟེ། རྣམ་ཐར་སྒོ་གསུམ་ལ་བགོ་བཤའ་བརྒྱབ་ནས་དེ་ནས་བཤད་ནས་དགག་བྱ་སོ་སོ་བཀག་སྟེ་རྣམ་ཐར་སྒོ་གསུམ་གྱི་སྒོ་ནས་ཡུལ་སྟོང་པ་ཉིད་ལ་འཇུག་ཚུལ་དེ་ལ་བསྒྲིལ་ནས་བཤད་དགོས་ན། ད་ཁོ་རང་རྫོགས་པས་ན། ཤེས་རབ་སྙིང་པོ་བདུན་ཡོད་ཡོད། དོན་དག་དེ་ཚིག་སྨྲ་བ་དགོན་དགེ་དེ་ལ་ཨོ། ཨེ་འདིས་བཤད་སྟངས་དེ་ངེས་པ་དགོས་བར་ཡང་ཐལ། དེ་མེད་ན། ཤེས་རབ་སྙིང་པོ་སྐྱོ་ཡི་གང་ལ་ཁོའི་དོན་དག་གོ་ལ་སྤྲོ་ཡི་མེད་དམ། དེ་ལ་དེའི་གཡས་སུ་རྙོག་དྲ་དེའི་གཡས་སུ་གཡོ་བ་རེད་བ། རྙོག་དྲ་ག་རེ་ཡོད་རེད་ཟེར་ན། མཐོང་ལམ་ཡང་གནས་ག་ལ་རྣམ་ཐར་སྒོ་གསུམ་གྱི་སྒོ་ནས་རྒྱུགས་སྲིད་ཅེས་སྒོ་གསུམ་ལས་མི་འདུག་སྒོ་གསུམ་པོ་ལ། ཤེས་རབ་སྙིང་པོའི་ཚིག་གོ་ལ། བྲག་ཆ་བརྒྱད་བཀག་ནས་སྟོང་པ་བརྒྱད་ཕྱེ་ཡོད་འདུག་སྟེ་སྟོང་པ་བརྒྱད་ཕྱེ་ཡོད་པ་ལ་རྣམ་ཐར་སྒོ་གསུམ་གྱི་སྟོང་པ་ལ་གསུམ་རེ་ཁོ་ལ་སྟོང་པ་བརྒྱད་གོག་སུ་བརྟེན་ནས་ཡོང་གི་ཡོད་ད་ཟེར་ན་འོ་དེ་དགག་བྱ་ངོ་བོའི་སྟེང་དུ་དགག་བྱ་གཅིག་བཀག་ནས་བཤད། འགྱུར་བའི་སྟེང་དུ་དགག་བྱ་ལྔ་བཀག་པའི་སྟེང་ནས་བཤད་འབྲས་བུའི་སྟེང་ནས་དགག་བྱ་གཉིས་བཀག་པའི་སྟེང་ནས་བཤད་པ་ཡིན་ད། དགག་བྱ། བརྒྱད། བཀག་པ་དྲག་པ་དང་སྟོང་པ་རྒྱས་འདེབས་སུ་ཕྱེའི་འོག་ཐུག་ཚོ་དེའི་ངེས་པ་དེ་འགོག་དགོས་བ་ད་ཐལ། དེ་ཡི་རྒྱུ་མཚན་ཡིན་སྒྲུབ་རྒྱུ་ཆེ། ད། ད་སྒོམ་ལམ་ལ་འཇུག་སྟངས་དེ་ད་ག་རེ་ཡོད་རང་བསམ་ན་ད། ལམ་ཉམས་ལེན་གྱི་རིམ་པ་རེད་བ་དོན་དག་སྙིང་པོ་དེ་སུ། ཐེག་པ་ཆེན་པོས་བྱང་ཆུབ་སོགས་དུ་སེམས་བསྐྱེད་པས། རིགས་ཀྱི་བུ་དང་བུ་མོ་གཉིས་ཀ་ལ་དབང་པོ་སྣོད་དུ་གཉིས་གཉིས་ཡོད་པར་ན་གྱོ་སྣུམ། ད་ལྟ་འདི་ཤ་རུས་པོའི་དྲི་བ་དེ་དབང་དུ། ལམ་ཉམས་ལེན་གྱི་རིམ་པ་ལ་དྲི་བ་གྱིས་པ་རེད་མ་གཏོགས་དབང་རྣོན་འོག་ལ་ཐོན་རྒྱུ་རེད་མ་རེད་འོག་ལ་ཨེ་འདུག་འདི་དབང་རྡུལ་ཞི་བཞག་གི་སྟངས་ལ་འགྲོ་བ་རེད་ད་དབང་རྡུལ་ཞི་བཞག་གི་སྟངས་ནི་ཚོང་སྦྱོར་གྱི་གནས་སྐབས་སྐད་ཆ་དེ་ཁ་སང་བཤད་ད། མཐོང་ལམ་གྱི་གནས་སྐབས་ལ་རྣམ་ཐར་སྒོ་གསུམ་གྱི་སྒོ་ནས་འཇུག་ལྡང་བྱེད། རྣམ་ཐར་སྒོ་གསུམ་པོ་ཟིན་ཁ་ད་ལ། ངོ་བོ་སྟོང་པ། རྒྱུ་བདེན་པ་འཁྲུལ་བའི་མཚན་མ་ཞི་བ་འབྲས་བུ་བདེན་པས་སྐྱེ་བ་མེད་པ། གསུམ་ལྷག་མི་འདུག་གསུམ་ལྷག་མེད་ན། རྣམ་ཐར་སྒོ་གསུམ་གྱི་སྒོ་ནས་འཇུག་ལྡང་དེ་ལ། དགག་བྱ་བརྒྱད་བཀག་པའི་སྟོང་པ། རྒྱན་ལྟར་དུ་གྲགས་པ་བཤད་ཀྱི་འདུག་དེ་ག་རེ་ཟེར་ན། དེ། རྒྱུ་དང་ངོ་བོ་དང་རྒྱུ་དང་འབྲས་བུ་ལ་དགག་བྱ་བཀག་སྟངས་ཀྱི་སྟངས་རེ་ཤེས་གི་ཡོད་པ་རེད་ཟེར་བ་ད་ག་རེ་གོ་བ་རེད་ཟེར་ན། རྣམ་པར་ཐར་པའི་མགོ་ཤ་རིལ་པོ་དེ་བཞིན་དུ་ཆོས་ཐམས་ཅད་སྟོང་པ་ཉིད་དོ་ཟེར་རེས་གང་ལ། ངོ་བོ་ཁོ་རང་རང་བཞིན་གྱིས་གྲུབ་པའི་སྟོང་པ་ཆེ་ནི་དགག་བྱ་གཅིག་བཀག་ནས་བཤད་པ་རེད་མ་གཏོགས་དེ་དགག་བྱ་གཅིག་བཀག་ཡས་དེ་ཆོས་ཐམས་ཅད་དང་དུ་ཆོས་ཐམས་ཅད་གཅིག་ལ་ཤ་ཤཱ་རིའི་བུ་ཆོས་ཐམས་ཅད་སྟོང་པ་ཉིད་དོ་ཟེར་རེ་ག་ལ་ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པའི་སྟོང་པ་རེད་ཟེར་རེ་ག་ལ་དང་ངོ་བོ་སྟོང་པ་དང་རྣམ་པར་ཐར་པའི་སྒོ་སྟོང་པ་དེ་བཞིན་དགག་བྱ་གཅིག་གང་ཞིག་ཡོད་རེད་ཟེར། མཚན་ཉིད་མེད་པར་མ་སྐྱེས་པར་མ་འགགས་པར་དྲི་མ་མེད་པར་དྲི་མ་དང་བྲལ་བ་ཟེར་རེ་ག་ལ། འབྲས་བུ་དེ་རྒྱུ་བདེན་པར་འཁྲུལ་བའི་མཚན་མ་བཞི་པ་ཟད་དེ་ལ་རྣམ་ཐར་སྒོ་གསུམ་གྱི་རྟགས་ནི། རྒྱུ་བདེན་པར་འཁྲུལ་བའི་མཚན་མ་བཞི་པོ་དེ་ལ་དགག་བྱ་མཚན་མ་བཞིའི་ཚེ་རེས་འགའ་ལ་བདེན་པར་འཁྲུལ་བའི་འམ་རང་བཞིན་གྱིས་འཁྲུལ་བ་མེད་པའི་མཚན་མ་བཞི་པ་རང་བཞིན་གྱིས་འཁྲུལ་བའི་མཚན་མ་བཞི་པོ་དེ་ལ་དགག་བྱ་ལྔ་བཀག་ནས་བཤད་པར་ཨེ་ཟད། ཧ་ནི་གོ་བདེའི་བཤད་པར་མཚོན་ན། རྒྱུ་ཁོ་རང། རེ་བ་མཚན་ཉིད་མེད་ཟེར། རྒྱུ་ཁོ་རང། རེ་བ་རང་བཞིན་གྱིས་འཁྲུལ་བ་རེ་མེད། རྒྱུ་འོག་རང་བཞིན་གྱིས་འཁྲུལ་བ་མེད་པ་ཡིན་ཙང་དེ་ནི། སྐྱེ་བ་ཡང་རང་བཞིན་གྱིས་མེད་པར་གོ་འབྲས་བུ་སྐྱེ་བ་དེ། འབྲས་བུ་དེ་སྐྱེ་བ་དེ་རང་བཞིན་མེད་པ་ཡིན་ཙང་འགགས་པ་གོ་ཡང་རང་བཞིན་གྱིས་མེད། ལྟ་རང་བཞིན་གྱིས་མེད་ཟེར་ཡང་སྐྱེ་བ་དང་འགག་པ་མེད་པ་དེ། དྲི་མ་དང་དྲི་མ་བྲལ་བ་གཉིས་ཤེས་ནས་དྲི་མ་དེ་ཀུན་ཉོན་མོངས་ཆོས་གང་གང་སྤང་བྱའོ་དྲི་མ་ལ་ཤེས་ནས་དེ་ལ་དྲི་མ་མེད་ཟེར་བའི་ག་ལ་དྲི་མ་ལ་ཀུན་ཉེ་ཡོད་ཆོས་ལ་བཞག་ན་དེ་ཐམས་ཅད་རང་བཞིན་གྱིས་མེད་ཟེར་ཤེས། དྲི་མ་དང་བྲལ་བ་ཟེར་བའི་དྲི་མ་མེད་དྲི་མ་དང་བྲལ་བ་གང་ཟག་རྣམ་བྱང་གི་ཆོས་བཞག་ནས་དེ་ཚོ་ལའང་རང་བཞིན་གྱིས་མཚན་མ་མེད་ཟེར་ཤེས་ནས་འོ་ད་ནི་རྒྱུ་བདེན་པ་འཁྲུལ་བའི་མཚན་མ་ཞི་བ་དེ་ལ་དགག་བྱ་ལྔ་བཀག་པའི་སྟོང་པ་ལྔ་འདས་དུ་ཤེས་ནས་ཡོང་དགོས་ད་རེད།

ངོ་བོ་ལ་དགག་བྱ་གཅིག་བཀག་རྒྱུ་ལ་དགག་བྱ་ལྔ་བཀག། འབྲས་བུའི་སྣོམ་པ་མེད་པ་ལ་དགག་བྱ་གཉིས་བཀག་ནས་དེར་དགག་བྱ་བརྒྱད་བཀག་པའི་སྟོང་པ་རྒྱས་འདེབས་དུ་བྱས་ནས་རྣམ་ཐར་སྒོ་གསུམ་ལ་འཇུག་པ་འདི་བཤད་པ་རེད། ད་རྣམ་ཐར་སྒོ་གསུམ་པོ་ལ་སྒོ་གསུམ་ལས་མི་འདུ་བ་དེ་ནི་དགག་བྱ་བརྒྱད་གོག་ཏུ་གོག་ཏུ་བཀག་ག་རེ་ཟེར་ན། རྣམ་ཐར་སྒོ་གསུམ་ས་ལ་ངོ་བོ་རྒྱུ་འབྲས་ས་གསུམ་རེད། ངོ་བོ་ལ་དགག་བྱ་གཅིག་བཀག་ནས་བཤད། རྒྱུ་ལ་དགག་བྱ་ལྔ་བཀག་ནས་བཤད། འབྲས་བུ་ལ་དགག་བྱ་གཉིས་བཀག་ནས་བཤད་པ་རེད་བཞིན་དོན་དག་སྙིང་པོ་དེ་རྣམ་ཐར་སྒོ་གསུམ་ནས་གོ་ཐང་རེད། རྣམ་ཐར་སྒོ་གསུམ་གྱི་སྒོ་ནས་འཇུག་ས་སྟོང་པ་ཉིད་ལ། ར་བ་དགག་བྱ་བརྒྱད་བཀག་པའི་རྣམ་ཐར་སྒོ་གསུམ་གྱི་སྒོ་ནས་འཇུག་པ་དེ་བཤད་ས་ག་རུ་ཟེར་ན་མཐོང་ལམ་ཡིན། བྱང་ཆུབ་སེམས་དཔའ་དབང་པོ་གཙུག་ཕུག་ལམ་ཉམས་ལེན་གྱི་རིམ་པ་སངས་རྒྱས་པ་ལ་ལམ་ཉམས་ལེན་གྱི་རིམ་པ་སྟེ། ཨོ་ད་ཨེ་འདི་ཞེས་འཆད་སྟངས་ཀྱི་རིམ་པ་ཐིག་དང་བརྡ་སྦྱོང་གི་བར་བ། ད་དེས་ལབ་ཡེ་དེ་སུའི་ལབ་བ་རེད་ཟེར་ན། སྤྱན་རས་གཟིགས་ལབ་བ་རེད།

སྒོ་རུ་དབེན་དང་བསྡད་ཡོད་པ་གླིང་བཞི་ཡིན། གླིང་བཞི་ཡི་སྐབས་སུ་འཇོམས་ལས་དེའི་བྱིན་གྱིས་བརླབས་པ་གླིང་བཞི་ཡི་སྐབས་སུ་བྱིན་གྱིས་བརླབས་སྟངས་དེ་གང་འདྲས་ཟེར་ལབ་པར་སོང་ན་གླིང་བཞི་ཟེར་རེ་ག་ལ་ག་རེ་ཟེར་ག་ཟེར་ན་ཤེས་རབ་སྙིང་པོ་ཡོངས་ལུས་ཡོངས་དྭངས་དེ་དུས་ཕུན་སུམ་ཚོགས་པ་སྤྱིའི་སྐབས་ལ་བྱུང་བ་རེད། གནས་ཕུན་སུམ་ཚོགས་པ་རྒྱ་བོད་ཁབ་བྱ་སྒོ་སྤུངས་པོའི་རི་རུ་བྱུང་བ་རེད། སྟོན་པ་དེ་སུའི་གསུང་བརྒྱུད་ཡོད་ར་ཟེར་ན་དེ་འདྲ་བའི་གནས་བོད་རྫོང་གཙོ་བོར་སྟོན་པ་བཅོམ་ལྡན་འདས་ཨ་ནི་འཁོར་ག་འདྲའི་ཡོད་ས་རུ་སོང་བ་ར་ཟེར་ན་འཁོར་དགེ་སློང་གི་དགེ་འདུན་ཆེན་པོ་དང་བྱང་ཆུབ་སེམས་དགེ་འདུན་ཆེན་པོ་གང་ག་ཡོད་ས་རུ་དེ་ནི་སོང་བ་རེད་ཟེར་གྱི་ནས་ཨོ་དེའི་ཕྱིར་དེ་ནི་ཨ་ར་བ་ཕུན་སུམ་ཚོགས་པ་ཞིང་བྲན་གླིང་ཞིག་དེའི་སྐབས་ལ་བཅོམ་ལྡན་འདས་དེ། གསུང་ངོ། གླིང་བཞི་དེ་ཡི་སྐབས་ལ་བཅོམ་ལྡན་འདས། སྤྱིར་ཏིང་ངེ་འཛིན་མང་པོ་ཡོད་པར་ཐལ། ཡིན་ནའང་ཆོས་ཀྱི་རྣམ་གྲངས་ཀྱི་ཏིང་ངེ་འཛིན་མང་ན་ཡང་ཟབ་མོ་སྟོང་པ་ཉིད་ཀྱི་ཏིང་ངེ་འཛིན་ལ་མཉམ་པ་ཆགས་ནས་ཞུ་བས་དེ་འདྲ་བའི་མཉམ་པ་ཆགས་ནས་ཞུ་བ་དེ་ག་རེད་ཟེར་ན་འོ་གས། དྲི་བ། དེ་ཤ་རུས་པའི་དྲི་བ་དང་སྤྱན་རས་གཟིགས་ཀྱི་དྲིས་ལན་སྙིང་པོ་དེ་བྱིན་གྱིས་བརླབས་ནས་བསྔགས་ཏེ་ཁོ་རང་ཉིད་ཕག་མཛོད་ཏག་ཏག་གྲོངས། ཁུལ་བྱས། ཐུགས་སུ་ཆེ། འོ་ན་དེ་ཡི་སྐབས་ལ་སྤྱན་རས་གཟིགས་ཡོད་བ་མ་རེད་པས་ཟེར་ན་སྤྱན་རས་གཟིགས་ཡོད་བ་རེད་སྤྱན་རས་གཟིགས་ཡང་ཡང་དེ་ཡི་ཚེ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་ཡིན།

དེ་ཡི་ཚེ་དེ་ཡི་དུས་ཟེར་སྔ་མོ་དེ། བཅོམ་ལྡན་འདས་ཏིང་ངེ་འཛིན་ལ་མཉམ་པ་བཞག་པ་དེ་ཡི་མཐུས་དེ་ནི་ཁྲིད་པ་དེ་དུ་བྱས་པ་རེད་ས་དེའི་རྩ་བ་ཡི་ཤེས་རབ་སྙིང་པོ་ཁོ་རང་གི་ཚིག་གོ་རྟགས་དང་མ་འགྲོ་བ་དེ་གོ་འོ་ཐུག་བྱེད། ད་སྒོམ་བླ་མའི་གནས་སྐབས་ལ་དང། དེ་ནས་བ་དབང་པོ་རྟུལ་བོ་དེ་དང་ལམ་ལ་འཇུག་ལྡང་བའི་རིམ་པ་དེ་ག་རེ་ཟེར་ན། མཐོང་ལམ་གྱི་གནས་སྐབས་ལ། དགག་བྱ་བརྒྱད་པོ་དེ་བཀག་པས་སྟོང་པ། རེ་བ་བསྒོམ་བྱུང་ངོ་བོར་གྱུར་པའི་སྟོང་པ་མངོན་སུམ་རྟོགས་པའི་བློ་ཤ་སྟག་རེ་བ། དེ་འདྲ་བའི་བློ་དེ་ཡང་གོམས་པ་བྱས་པ་ལ་བརྟེན་ནས་ད་ཁོ་རང་གི་རིགས་འདྲ། རྒྱུན། སྒོམ་ལམ། ཡུལ་སྟོང་པ་ཉིད་མངོན་སུམ་རྟོགས་པའི་སྒོམ་ལམ་ལ། རེ་བ་ཁོ་རང་གི་སྟོང་པ་ཉིད་མངོན་སུམ་རྟོགས་པའི་བློ་དེ་ལ། རྣམ་པ་གང་འདྲ་ཞིག་ཤར་གྱི་རེད་ཟེར་ན། དེ་ནི། ད། རྣམ་པ་ཀུན་རྫོབ་ཀྱི་ཆོས་རྣམ་པ་ཁྱོད་ལ་མེད་པ་དེ་བཤད་པ་ལ་དང་པོ་ཕུང་པོ་ལྔ་མེད་པ་དེ་བཤད་པ་དང། སྟོང་པ་ཉིད་ཟིལ་ངོར་གསུམ་ལ་རྟོགས་པའི་སྒོམ་ལམ། མཉམ་གཞག་བཞི་ཆའི་དེ་ཡི་ཟིལ་ངོར་ལ། རྣམ་པ། གང་དག་ཡི་རེ་ས་ནས། རྣམ་པ་དེ་དག། ཕུང་པོ་ལྔ་ག་ཡི་རྣམ་པ་མེད་པ་དེ་ཤོད་པ་ལ་དེ་ནི། ཤཱ་རིའི་བུ། ཡང་ཀ་ཧ་སྤྱན་རས་གཟིགས། དེ་ལྟ་བས་ན་ད་གཞུང་མཐོང་ལམ་གྱི་གནས་སྐབས་ལ་དགག་བྱ་རྒྱན་ལྡན་གྱི་སྟོང་པ་བརྒྱད་ཀྱི་རྣམ་ཐར་སྒོ་གསུམ་ལ་འཇུག་པ་དེ་ལྟ་མེད་ན། སྟོང་པ་ཉིད་ལ་གཟུགས་མེད་ཟེར་ལབ་པར་ཐལ། ད་ལྟ་སྟོང་པ་ཉིད་ལ་གཟུགས་མེད་ཟེར་ཡོང་ལ་དེ་འདྲ་བའི། མཐོང་ལམ་གྱི་གནས་སྐབས་ཀྱི་རྣམ་ཐར་སྒོ་གསུམ་གྱི་སྒོ་ནས་འཇུག་པས་དེའི་རིས་འདྲ་ལ། སྒོམ་ལམ་གྱི་གནས་སྐབས་ལ་ཡུལ་སྟོང་པ་ཉིད་ལ་མངོན་སུམ་མོ་སྟོབས་ལྡན་འདྲ་བའི་བློ་དེ་ཡིས་སྟོང་ཉིད་གཟིགས་པས་གཟིགས་ངོ་ལ། དེ་ནི་གཟུགས་མེད་ས་ལ་བ་གཟིགས་ངོ་ན་མེད་ས་ལ་བ་ཁྱོད་རྣམས་ཀུན་རྩོལ་བའི་ཆོས་གཡོ་བ་མ་རུ་བ་ཁོ་རང་ད་སྒོམ་ལམ་ལ་འཇུག་སྟངས་དེ། སྟོང་པ་ཉིད་ལ་གཟུགས་མེད་གཟིགས་དེ་ལ་སྟོང་པ་ཉིད་ལ་གཟུགས་མེད་ཆེ་བ་ལ་དོན་དག་སྙིང་པོ་དང། སྒོམ་ལམ་སྟོང་པ་ཉིད་ལ་མཉམ་པར་བཞག་པའི་མཉམ་བཞག་དེ་ཡི་ཟིལ་ངོ་ལ་གཟུགས་མེད། སྟོང་པ་ཉིད་ལ་གཟུགས་མེད། ཞེས་སྨྲའི་ཚིག་འོག་འདི་ན་སྟོང་པ་ཉིད་ལ་གཟུགས་མེད་ཟེར་བ་གོ་ཡ་མེད་པའི་དོན་རེད་དེ། དེ་ལྟ་བས་ན་སྟོང་པ་ཉིད་ལ། སྔར་མཐོང་ལམ་གྱི་གནས་སྐབས་ལ། རྣམ་ཐར་འགོག་གསུམ་གྱི་སྒོ་ནས། ཡུལ་སྟོང་པ་ཉིད་ལ་འཇུག་པ་དེ་ལྟ་བས་ན། དེ་འདྲ་བའི་སྟོང་པ་ཉིད་མངོན་སུམ་དུ་བློ་དེ་གོམས་པ་མཆིས་པའི་སྒོམ་ལམ་གྱི་གནས་སྐབས་ལ། དེ་འདྲ་བའི་སྟོང་པ་ཉིད་ལ་མཉམ་པར་ཆགས་པའི་མཉམ་གཞག་དེ་ཡི་ཟིལ་ངོ་ན་གཟུགས་མེད་ལ་བ་དེ་ནི། གཟུགས་མེད་ཚོར་བ་མེད། ཨ་ནི་འདུ་ཤེས་མེད་འདུ་བྱེད་རྣམས་མེད་ཟེར་འདུ་བྱེད་རྣམ་པར་ཤེས་པའང་མེད་ཟེར་ཕུང་པོ་ལྔ་མེད་པ་དང་ཞེས་པ་ཟིལ་ངོ་དེ་ན། བདག་མེད་མེད་བླ་བ་མེད་བླ་མེད་བཅས་མེད་ལུས་མེད་ཡིད་མེད་གཟུགས་མེད་སྒྲ་མེད་དྲི་མེད་རོ་མེད་རག་བྱ་མེད་ཆོས་མེད་དོ་ཟེར་ག་ལ་སྐྱེ་མཆེད་བཅུ་གཉིས་ཨ་ར་བ། སྐྱེ་མཆེད་བཅུ་གཉིས་ཡོད་ཨ་ར་བ་དུས་ཡུན་སྐྱེ་མཆེད་བཅུ་གཉིས་ཨ་ར་བ། གཟུགས་སྐྱེ་མཆེད་སྒྲ་སྐྱེ་དྲི་སྐྱེ་རོ་སྐྱེ་རག་བྱེད་རྒྱུ་ཆོས་སྐྱེ་མཆེད་དྲུག་བྱས་ཨ་ནི། མིག་གི་སྐྱེ་མཆེད་སེ་ད། རྣ་བའི་སྐད་ཅིག་སྣའི་སྐད་ཅིག་ལྕེའི་སྐད་ཅིག་ལུས་སྐད་ཅིག་ཡིད་ཀྱི་སྐད་ཅིག་ཆོས་སྐད་ཅིག་སེམས་སྐད་ཅིག་བཅུ་གཉིས། དེ་ཚོ་ང་ང་ཀུན་རྫོབ་པའི་ཆོས་རེད། སྐད་ཅིག་བཅུ་གཉིས་མེད་པར་ཤེས་པ་དེའི་སྐབས་སུ་ལྟ། མིག་མེད་རྣ་བ་མེད་སྣ་མེད་ལྕེ་མེད་ལུས་མེད་ཡིད་མེད། གཟུགས་མེད་སྒྲ་མེད་དྲི་མེད་རོ་མེད་རགས་ཆ་མེད་ཆོས་མེད་དོ། ཟེར་རེ་གང་ལ།

དུས་རྒྱུན་ང་རང་རྫོང་དཔལ་ཆབ་རྟ་ཡི་སྒང་ལ་ཐེ་ཆུང་ལོང་ལོང་བར་ཆེ་མེ་ལ་མེ། ཨ་ར་རུ་ཟིང་ངོ་ན་བུ་མ་མེད་ཟེར་ད་ཕ་ཟིང་ངོ་ན་བུ་མ་མེད་པ་ད་ལྟ་སྟོང་ཉིད་རེད་ཁོ་ནང་བཞིན་ད་ཨེ་འདའ། ད་དགོངས་ལམ། ད་ཡི་བློ་ཁུ་ཡོད་སྔ་མོ་དེའི་རིས་འདྲ་དེ་གོམས་པ་བྱས་པས་ད་རིས་འདྲ་བ་ལ་སྒོམ་ལམ་ངེས་ལེགས་ལ་ཡུལ་སྟོང་པ་ཉིད་མངོན་སུམ་དུ་བློ་དེ། དེ་འདྲའི་བློ་དེ་ལ་རྣམ་པ་གང་འདྲ་ཞིག་ཤར་གྱི་རེད་ཟེར་ན། རྣམ་པ། ཕྱི་རོལ། ཀུན་རྫོབ་པའི་ཆོས་ཀྱི་རྣམ་པ་གང་ཡང་མེད་པ་དེ་ཤེས་པ་ལ་བརྟེན་དེ་ལས་མ་དང་པོ་ཕུང་པོ་ལྔ་བོ་དེ་མེད་པ་དེ་ཤེས། དེ་ནི་དང་སྐྱེ་མཆེད་བཅུ་གཉིས་མེད་པ་དེ་ཤེས། དང་དེ་ནི་དེ་ནི།

ཁམས་བཅོ་བརྒྱད་དམིགས་པ་ཡུལ་གྱི་ཁམས་དྲུག་སྟེ། མིག་གི་ཁམས་ནས་གསུངས་པ་བཅས་ཁམས་དྲུག། བརྟན་པ་རྣམ་ཤེས་ཡི་ཁམས་དྲུག་ཅེས་ཁམས་བཅོ་བརྒྱད་པ་དེ་ཡང་དེ་འདྲ་བའི་སྒོམ་ལམ། སྟོང་ཉིད་ལ་མཉམ་པར་ཤེས་པའི་མཉམ་བཞག་གི་གཟིགས་ངོར་ཐ་ན་མེད། མཚན་ཉིད་པའི་གཞུང་ལ་བརྟེན་ནས་གཟིགས་ངོར་ཐལ། མེད་པ་དེ་སྟོང་ཉིད་དབྱིངས་དང་མེད་དེ་རེས་རྒྱ་ཆེན་པོ་ཟོམ་ལྟ་བུ་མིའི་ནང་ལ་དོགས་དཔྱོད་བྱེད་དེ་བསྟན་དུ་ཡོད། ཁོ་ཟིན་འོང་ར་མེད་པ་དེ་གྲུབ་རྗེས་འོ་དབུ་མ་སྣང་བའི་སྐབས་མ་ལི་ཤི་ལི་སྒོམ་རིང་བའི་གཞུང་དྲངས་ཡོད། དེ་ཡན་དབུ་མ་སྣང་བ་ལ་ཚུལ་དྲངས་ཡོད། ཁོ་ལ་རྩོད་པ་རྙོག་དྲ་སྟེ་རྫོགས་ཧ་ཚུ་ཡི་བ་རེ་རྫོགས་ཚུ་ག་འགའ་སྤུས་དག་ཡོད་མཁན་ཡིན་ན་ཏག་ཏག་འགྲོ་དགོས་སྤུས་དག་མེད་མཁན་ཡིན་ན་རྙོག་དྲ་སྟེ་རྫོགས་ཡི་བ་རེ་རྗེ་རིན་པོ་ཆེའི་ལན་བསྐྱོན་པའི་སྒང་ལ་ཕ་ཆོས་མེད་རྩོད་པ་རྩོད་ལ་རྗེ་རིན་པོ་ཆེའི་དགོངས་པ་རབ་བཟང་ལ་སྐྱེ་བ་མེད་པ་བཤད་པ་དེ་སྒྲུབ་བྱེད་དུ་བཤད་པ་རེད་མ་གཏོགས་དོན་དུ་བཤད་པ་མ་རེད་གསུངས་བ་དོན་དུ་བཤད་པ་ཡིན་ན་སྐྱོན་ག་རེ་ཡོད་ཟེར་ན་དུས་རྒྱུན་ང་རང་ཚོ་རེད་བ

ཀ་མ་ལི་ཤི་ལའི་གཞུང་ལ་གཙོ་བའི་དོགས་པ་གཅོད་སྟངས་ཀྱི་སྟངས་ལ་རང་རྒྱུད་བའི་དར་དཀྱག་གི་དགག་བྱ་ལ་ཡོད་པ་རེད་འོ་དེ་ཚོ་དག་ཡོད་མཁན་ཡིན་ན་དེ་ནི་ཁོས་འདི་ཡི་དཀའ་སྡུག་ལས་ཐོག་ཡོང་གི་རེད་ཨ་དེ་ཡི་སྐོར་རྡོག་དེ་ཚོ་སྡུག་རུ་བཤད་ནས་བྱེ་མེད་ལ་ཕན་ཐོག་མི་འདུག་རེད་པ་སྤྱི་སྟངས་ནོར་གྱིས་ཤེས་ལ། ཁྱོད་སྣོམ། མིག་གི་ཁམས་མེད་པ་ནི་ཡིད་ཀྱི་ཁམས་མེད་ཡིད་ཀྱི་རྣམ་པ་ཤེས་པའི་ཁམས་ཀྱི་བར་དུ་ཡང་མེད་དོ། དོན་དག་གཉེན་པོ་དང། སྒོམ་ལམ་མཉམ་གཞག་བཞི་ཤེས་དེ་ཡི་ངོར། ཕུང་པོ་ལྔ་ཡང་གཟིགས་ངོ་ན་མེད། སྐྱེ་རྒྱུ་བཅུ་གཉིས་ཡང་མེད་ཁམས་བཅོ་བརྒྱད་ཡང་མེད་ཟེར་བ་གཟིགས་ངོ་དེ་ལ། གཟིགས་ངོ་ན། ཕུང་པོ་ལྔ་མེད་པ་དེ་གནས་ལུགས་མཐའ་དུག། ཟིལ་ངོ་ལ་སྐྱེ་མཆེད་བཅུ་གཉིས་མེད་པ་དེ་གནས་ལུགས་དག་ཏུ། ཁམས་བཅོ་བརྒྱད་མེད་པ་དེ་གནས་ལུགས་དག་ཏུ་དོན་དག་སྙིང་པོ་དེ། མཉམ་གཞག་ཟིལ་ངོ་ལ་བུམ་པ་མེད་པ་དེ་གནས་ལུགས་དག་ཏུ། བུམ་པ་མཉམ་གཞག་ཟིལ་ངོ་རུ་ཡོད་པ་འཛིན་མི་འཛིན་པ་དེ་དག། བདེན་འཛིན་ལ་འགྲོ་བའི་དག་དེ་ནི་བདེན་འཛིན་ཡིན་ན་བདེན་འཛིན་ཀུན་བཏགས་རེད་མ་གཏོགས་ལྷན་སྐྱེས་མ་རེད། དག་རྡོ་རྫོགས་ལ་མཚན་ཉིད་འོད་བྱུང་ལ་དེ་ནི་ཀུན་བཏགས་ཡིན་ན། ཀུན་བརྟགས་དེ་སུའི་རྒྱུད་ལ་ཡོད་མེད་ལྷན་སྐྱེས་མེད་སྟངས། རྔམ་ཡིག་གཞོན་རྩིས་དེ་ཕྱི་མིག་གཞོན་རྩིས་ཡིན། ཕྱི་མིག་གཞོན་རྩིས་དེ་ལྷན་སྐྱེས་ཤ་བ་རེད། ཡང། ཕྱི་མིག་གཞོན་རྩིས་ལ་རྔམ་ཡིག་གཞོན་རྩིས་ཡིན་པའི་མ་ཁྱབ་བདེན་རྩིས་ལྷན་སྐྱེས་དེ་ཤ་བ་རེད། རྔམ་ཡིག་གཞོན་རྩིས་དེ་ཕྱི་མིག་གཞོན་རྩིས་ཡིན། ཚེ་རིང་གངས་ལ་ཧོབ་སྟེ་བལྟས་ན། ཁོ་བདེན་རྫུན་ཕྱི་མིག་གཞོན་རྩིས་པའི་བདེན་རྫུན་ལྷན་རྒྱས་ལ་བཞག་སྟེ་སྔ་མིག་གཞོན་རྩིས་པའི་ཀུན་བཏགས་རེད། ཁོ་ཀུན་བཏགས་ཡིན་པ་ཁུངས་སྐྱེལ་ཏུ་བཙུད།